ད་ལྟ་བོད་ཀྱི་སྤྱི་དང་ལྷག་པར་དུ་རེབ་གོང་ཁུལ་ལ་རྒྱ་མིས་ཀྱི་སྐད་གཉིས་སློབ་གསོ་བྱེད་དུ་བོད་ཡིག་དེ་མེད་བར་བཟོས་ཏེ་རྒྱ་སྐད་དུ་སློབ་གསོ་བྱས། དེའི་ཐད་ཉིས་སྟོང་བཅུ་བདུན་ཕྱི་ཟླ་ཟླ་དང་པོ་དང་ད་ལྟ་ད་དམ་དྲག་ཆེ་རུ་ཕྱིན། དེའི་སྒང་ལ་ད་ལྟ་སྐད་ཡིག་བོད་ཀྱི་སློབ་གྲྭ་ཁག་ལ། བོད་སྐད་བེད་སྤྱོད་བྱེད་སྟངས་སུ་དུ་བ། སློབ་ཁྲིད། དེའི་སྐོར་ལ་དུས། ད་རྒྱ་གི་མིག་གིས་གཙོ་ཆེར་ལས་ད་བོད་ཀྱི་སྐད་ཡིག་འདི་མ་ཉམས་རྒྱུག་གི་བྱེད། བོད་ཀྱི་སྐད་ཡིག་སྦྱང་མ་ཆོག་ན་བོད་ཀྱི་ཆུང་ཆུང་དུ་བཟོ་ད་ཕྱི་ཡི་ཆུང་ཆུང་དུ་བཟོ་ད་ཕྱིར་ཡོད་ད། འོ་ད། སྐད་ཡིག་མ་ཤེས་ན་བོད་ཀྱི་སྐད་ཡིག་མ་ཤེས་ན་ཕྱིར་ཡོད་ད། ད་ཀི་གི་རྒྱ་ཡིག་གཅིག་པོ་རྒྱ་ཡིག་གཅིག་པོ་ཡོད་ཚོད་མཐོང་ན་ད། ད་མཚམས་འཛི་ག་རང་གི་འོ་ཟི་ཉན་ད་སྐད་དང་ཡི་གེ་ཡང་མ་ཤེས་ན་ད་རྒྱ་ནང་མར་འགྱུར་རྒྱུག་གི་ཐབས་ཤེས་དུ་མོ་འདྲ་མེད་སྣ་ཚོགས་ཐད་ནས་བྱུང་བ་ད་ད་སྐད་ཡིག་སྦྱང་གི་འཇུག་གི་མེད་འདུག་རྒྱུ་མཚན་དེར་ད་གི་འཛི་འོ་ཟི་ཉན་ད་ད་བོད་ཀྱི་སྐད་ཡིག་འདི་ད་ཉམས་གི་འཇུག་རྒྱུག་གི་ཐབས་ཤེས་དུ་ཤེས་ཐེང་གི་ཡོད་རེད། ཨ་ནི་ད་ལྟ་ད་རྒྱ་མི་གི་སྲིད་ཇུས་འདྲ་མིན་འོག་ལ་ད་བོད་པའི་འབྲོག་པ་ཚང་མ་གནས་སྤོས་བྱེད་དང་འགོར་བ་བཙན་འོག་དྲི་རོ། ད་འབྲོག་པའི་གནས་སྟངས་ད་ལྟ་འདི་མིག་འདི་སྐོར་ལ་འགྲེལ་བཤད་ཅིག་བྱེད་ན། ད་གཙོ་བོ་ཟེར་ཉིན་ན་འོད་ཀི་འབྲོག་ཁ་ར་དུ་མོ་དག་གི་གནས་སྟངས་ཅི་རེད་ཟེར་ཉིན་ད། འབྲོག་ཁ་ར་དེ་དེ་སྒོར་མོ་ར་དུ་མོ་དང་མ་ང་ཕྱིན་རྒྱ་མིག་གི་སྒོར་མོ་ད་ཅིག་ཁྲི་ཁྲི་གཉིས་གསུམ་དུ་མོ་རེ་ཕྱིན་ནས་ད་འབྲོག་ཁ་ཕྱོགས་གནས་སྐབས་ཀི་ཅིག་དུ་མོ་རེ་ཕྱིན་ནས་དེ་ནས་འབྲོག་ཁ་ཆ་ཚང་ད་གི་སོག་ལིག་ཧྲིལ་བོ་བཙོང་གི་ཅིག

ད་རྒན་པ་ཟིག་ཡིན་ན་ཆེས་གཞོན་པ་ནས་ཆ་ཚང་གི་རྒྱ་སྐད་བཤད་དགོས་དགོས་ནོ་གོ་མི་དགོས་ད་གིན་ད་རྒྱ་སྐད་བཤད་དགོས་ནོ་གོ་མགོ་དུ་མོ་ཟིག་འགྱོག་གི། དེ་ཡིན་ནོ་གོ་རྒྱུ་མཚན་གི་ད་ཆ་ཟིག་ད་ད་འབྲོག་ཁ་ཆ་ཚང་མ་ར་བུ་ལོང་ན་འོད་ཀི་འོད་ཟིག་ཡིན་ན་རིག་གནས་ཡ་དེར་སྐོར་ཅིག་ཉན་མི་ཐུབ་ནོ་རྒྱུ་མཚན་ཕྱིར་ཟིག་ད་གང་ས་གང་ན་ད་འབྲོག་ཁ་ར་དུ་མ་ད་ཅིག་ལ་ལོང་བ་རི་རུ་ན་ད་སོ་སོ་བསྡད་ད་ནོ་ད་རང་གི། ལུང་བ་གི་སྐད་སྒྲ་ནི་ཡི་གེ་དང་འགྱུར་མི་ཐུག་ནོ་རྒྱུ་མཚན་གྱི། ད་གི་ཟས་མིག་ཡིད་ཆུ་དེ་ཡོང་ན་ད་ཆ་ཚང་མ་གྲོང་ཁྱེར་ཡོང་ན་གྲོང་ཁྱེར་གྱི་ནང་རྒྱ་གཅིག་ངག་ཐང་ན་ད་ཡིན་ནམ་ད་རྒྱ་སྐད་སྒྲ་དུ་མ་ད་བཤད་ན་ད་ད་ལོས་ལོས་ན་ཆེ་ཞེས་ཡིན་ན་ཆེ་གཞོན་པ་ཕྱི་དང་ཕྱི་ན་ད་ད་འོ་ཟེར་ཉིན་ན་ད་སྐད་ཡིག་དག་རེ་འགྱུར་གྱི་འཇིག་རྒྱུ་གི་ཐབས་ཤེས་གྲ་མེད་སྣ་ཚོགས་ཐོན་ད་དེ་ཤེས་བྱ་གི་ཡོད་དེ་བྱ་གི་ཡོད་ནོ་གི་རྒྱུ་མཚན་ད་ཕྱིར་དེ་ཡང་ད་ཡང་ཅིག་ས་ར་དུ་མ་དེ་ར་ནས་ད་གཏོར་ཅིག་བཏང་ནས་དེ་ཤེས་བྱ་གི་ཡོད།
ད་ཁྱོད་རའི་བསམ་ཚུལ་ལ་སྟབས་བུད་མི་ཚོ་ཞི་བའི་སྙེ་མ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ད་རྒྱ་གླང་མང་པོ་བྱུང་རུ་བ། སྐྱེན་པའི་རྒྱ། ད་སྐད་རྒྱ་མང་པོ་བྱེད་དགོས་ད་ད་ལྟའི་དུས་ཚོད་འདི་ལ་ཚང་མ་རང་ལུས་མེ་བསྲེགས་བཏང་ཞེས་བུད་བ་རང་སྲོག་རང་བསྲེགས་བྱས་ཏེ་ཁྱོད་ར་ཁྱོད་རའི་བསམ་ཚུལ་ལ། གཙོ་བོ་དེ་ད་ག་འདྲ་ཅིག།

དེ་ནས་གཏོར་བཤིག་ར་དུ་མ་དུ་མ་དང་མ་དང་ད་སོ་སོ་ངས་ཞི་བ་གི་སྒང་ནས་ད་ཡར་ལངས་བྱས་ནས་ནས་གཙོ་བོ་གཟིགས་ཉལ་རྒྱ་བར་འབུ་ཆེ་ག་དབུ་མའི་ལམ་འདྲ་ནས་དེ་ནས་ཞི་བ་གི་འཐབ་རྩོད་ཡིན་ནོ་གི་རྒྱུ་མཚན་གི་ད་ད་ང་རང་ཚོ་གཟིགས་ཉལ་འཐབ་རྩོད་འདི་ཞི་བ་གི་འཐབ་རྩོད་ཡིན་ནོ་གི་རྒྱུ་མཚན་གི་ད་ད་ཕྱིར་རྗེས་ད་རང་སྲོག་ར་ནས་ད་ཞི་བ་གི་སྒང་ནས་ད་ད་ཚུར་ཉེ་བར་ཡིན་འདི་ཤེས་བྱ་དགོས་ནོ་རྒྱུ་མཚན་དེ་རེད་དེ་མ་ཤེས་ང་རང་ཚོ་ཅིག་འོས་ཚིག་ཡིན་ན་ནི་སོ་སོ་གི་གཟིགས་ཉེ་ན་རང་སྲོག་མེད་གཏོང་གི་འདུག་རྒྱ་མི་ཧ་ར་ཐ་དགོས་ན་ཉི་ཁར་ཟིག་ག་ར་ཉིན་གོ་ཉིན་གསུམ་ཟིག་ད་རང་རང་གི་འུ་ཟིག་ཉིན་ན་ག་ཡིན་ནི་ཐིག་ཡོག་གི་ཐབས་ཐིག་ཐིག་ནི་དྲ་ནི་འོན་ཀྱང་འཆར་ཟིན་ཡ་ད་ཞི་བ་གི་ངོ་རྒོལ་ནི་གི་རྒྱུ་མཚན་གི་ད་སོ་སོ་གི་ར་ནི་ད་ཞི་བའི་ལམ་གི་ཧ་ར་ད་འུ་ཟིག་ཉིན་ན་རང་སྲོག་མེད་གཏོང་གི་འདུག་གི་རྒྱུ་མཚན་དེ་རེད་ད་གཙོ་བོ་འུ་ཟིག་ཉིན་ན་ད་རང་སྲོག་ལས་གཏོང་ཡ་རྒྱུ་མཚན་ད་ཞི་བ་ཡ་ད་ད་རྒྱ་མི་གི་སྡིག་སྲིབ་གི་ད་ང་རང་ཚོ། དྲག་གནོན་འགོག་ན་ད་ངོ་མ་གི་ཅིག། ད་བདེ་ན་ད་སྐྱིད་སྣང་འདྲ་མོ་མེད་ལ་ད་ངོ་མ་འདུག་མ་ཐུག་ག་ད། སོ་སོ་ཟིག་ཉིད་ན་སྡུག་བསྔལ་འདྲ་མོ་ཡོད་ལེ་ནི་ད་ཐིག་ག་ད། ད་ཅིག་ཐབས་འདྲ་མོ་སད་ལེ་ཟིག་ཨོ་ཐབས་ཨ་ཐིག་འདྲ་མོ་སད་ལེ་ནི་ད་ནི་ད། ད་འོ་ཟིག་ཉིད་ན་རང་སྲོག་ལས་སྟོང་ལོ་རྒྱུ་མཚན་དེར་ད་ངོ་མ་ཅིག། རྣམ་རྒྱལ་སྤྲིན་ན་དྲག་གནོན་ནི་ད་རྣམ་རྒྱལ་ན་མ་མགོ་ནན་ཏན་ད། སོ་སོ་ཡིན་ན་ད་སྐྱིད་པོ་མེད་ལ་ད། ཐབས་ཨ་སད་ལེ་ནི་ད་ཐབས་ཐིག་ཐབས་འདྲ་མོ་ཨོ་སད་ལེ་ནི་ད་ནི་ད། ད་སོ་སོ་ག་ལི་ར་ནི་ད་ཨ་ར་ཆུ་མཉེན་ར་མོ་འབུ་གུ་ནོ་གི་གནས་ཚད་དེ་རེད། རྒྱ་མི་གསར་འགྱུར་ནང་ལ་སྟོན་གྱི་འདུག་རྒྱ་མི་གསར་འགྱུར་ནང་ལ་ཁྱོད་ནི་གཏོང་གཏོང་གོ་ཡོད་པ་མ་རེད། ང་རང་ཚོ་ཅིག་ཅིག་མེ་ཧྲ་ཡ་དང་འདུ་མོ་ཁྱོད་ནི་གཏོང་གོ་ཡོད་པ་མ་རེད། ག་དེ་གཏང་ཨེ་ན་ཡང་རྒྱ་བར་མོ་ཅིག་ངན་སྐད་ནི་རེད་ཅིག་ཏཱ་ལི་ཁ་བྲལ་ནི་ད་ཁ་ཆེ་དུ་མོ་དང་མང་མང་ཞིག་དང་ནི་ཡང་རྒྱ་བར། ང་ཚོ་ཡིན་ན་ད་ངོ་མ་ཅིག་རྒྱ་བར་མོ་ཅིག་འདི་ཁའི་ངན་སྐད་ནི་ཧྲོག་ལེ་གུ་འདུ་མོ་རྩ་བ་ཉིད་ནས་ནི་མ་རེད།

བོད་ནང་མི་དང་དཀྱུས་མ་ཡོད་རང་མི་མང་གི་ཁྲི་ཀའི་ཁག་དང་གཞུང་ཁག་དང་དང་ཚོགས་པ་ཁག་དང་མི་མང་ཁག་རེ་བ་ག་འདྲེ་འགྲོ་བྱེད་ཀྱི་འདུག། ཁོ་ཚོའི་རེ་བ་གཙོ་བོ་དེ་ག་རེ་རེད། ད་ཁོ་ཚོའི་རེ་བ་གཙོ་བོ་དེ་ཕྱིར་རྫས་ཉིད་ད་རང་གི་ད་གི་མཉམ་འབྲེལ་རྒྱལ་ཚོགས་ར་ནི་ད་ནི་མཉམ་འབྲེལ་རྒྱལ་ཚོགས་མ་ཡིན་པའི་འོ་ཟི་ཉིད་ད་ཚོགས་པ་གཞན་ཁག་ད་འོས་ལ་རྒྱབ་སྐྱོར་ཡས་གོ་ནོ་གི་རྒྱ་ཁུག་འོ་ཟི་ཉིད་ཆེ་ཁག་དེ་ཆ་ཚང་གི་ད་ཞིག་རེད་བ་ད་རོགས་རམ་ཟེར་གི་ཞིག་གི་རོགས་རམ་ཡིན་ནིད། ཆ་ཚང་གི་དྲང་བདེན་གི་ངང་ནས་ད་ང་རང་ཚོ་འོས་གི་ཐབས་སུད་འདི་ད་ཉེར་བ་ཉེར་ད་ཅིག་སེ་ན། ད་ནི་འདི་གི་སྤྱི་ཁྱབ་ཁག་དང་འདི་ནི་རྒྱ་གར་གི་འདི་ན་ཡོད་འདུག་འོས་མི་ཆ་ཚང་གི་སྤྱི་ཁྱབ་ཁག་ན་ཡོད་འདུག་འོས་མི་ཆ་ཚང་གི་ད་ཞིག་གི་ཅིག་རང་རང་གི་སོ་སོ་ངང་ནས་ཤི་རྒྱུ་ཡིན་ནིད་ད་ནི་འོས་མི་གི་བ་ཟིན་ན་འོས་གི་བ་ཟིན་ཡ་འདི་ངས་འདི་ཉེར་བ་ཉེར་ད་ཅིག་སེ་ཐུབ་ན་བསམ་མི་ད་ཆ་ཚང་གི་རེ་བ་དེ་རྒྱག་གི་ཡོད་རེད། ད་བོད་ནང་ལ་ད་ང་རང་ཚོའི་མི་རབས་ལ་རྒན་པ་ཡོད་རེད་བ་ད་བཟོད་པར་པོ་པོ་མོ་མོ་རྒན་པ་ཡོད་རེད་བ་ཁོ་ཚོས་ཀྱི་ད་ད་སེམས་ཁྲལ་ཆེ་ཤོས་ག་རེ་རེད་ཤེ་སེམས་པ་ནང་རྔམ་སྐྲག་ཆེ་ཤོས་དེ། ད་ཁོ་ཚོས་རྔམ། ཁོ་རང་ཚོ་ཚད་མ་ད་བཟོད་ཀྱི་ན་ད་རྔམ་སྐྲག་འདྲ་མོ་ཡོད་བ་དེའི་ཕྱིར་དེ་ཡིན་ད། ད་ཡིན་ད་རྒྱལ་བ་རིན་པོ་ཆེའི་མཛའ་ཐུགས་ཀྱི་མ་རེད་ད། རྒྱལ་བ་རིན་པོ་ཆེ་བོད་ལ་ཡོང་བ་ད་མགྱོགས་པོ་ཤིག་མཛའ་ཐུགས་ཀྱི་མ་རེད་ད་གཙོ་བོ་དེ་ཆགས་ཀྱི་ཡོད་རེད། ང་རང་ཚོ་གཞིས་བྱེས་ལྷན་འཛོམས་ཡོང་ཐུགས་ཀྱི་མར་ཟློས། ད་ལྟ་ཇི་ལྟར་ནས་རྒྱ་གར་མི་བྱེད་དམ་དེ་འཇའ་ཐུགས་ཀྱི་མར་ཟློས་གཙོ་བོ་ཡིན་དེ་ད་སེམས་ཁྲལ་ནི་ཆ་ཚང་ཨ་ཀི་རི་བ་ཀྱག་ཀྱོག་དེ་ང་མར་གི་ཡོང་གུ་དྲི་ར་ནི་ད་ཁྱོད་སོང་བ་ནས་རྒྱ་གར་མི་བྱེད་སོང་ང་ད་འོད་ལ་འདི་ཁྱེད་ཡོད་ཟིན་ཡིན་ན་ཁྱེད་མ་ཧེ་ཐུགས་ན་ཟིན་ནི་ཐིག་ཨོ་ཀི་ཐིག་ཟེར་ཟིན་ནི་ང་ངའི་སེམས་ལོན་ལོན་ཆ་ཚང་ཨ་ཀི་ར་ནི་ཐིག་ཟེར་ར་ཟིན་ཡིན་ན་ག་ཡི་ཀུ་ནུ་ཟེར། ཡང་ང་ཚོ་གཞན་པ་གནས་ཚུལ་གྱི་མིག་གི་གསར་འགྱུར་ལ་རང་ལུས་མེར་སྲེག་ཆ་ཤས་སྟེང་ཉེན་བཏང་ནས་ཧ་གོ་བ་ཡིན་ན་རྒྱ་མི་རྒྱ་སྒོར་ཁྲི་གཉིས་སྤྲད་ཀྱིན་སེ་སྙམ་པ་སྤྲད་ཀྱིན་ཟེར་ནས་གསར་འགྱུར་གྱི་དྲོ་སྡེ་གི་དུ་བ་དེ་ག་འདྲས་ན་ཐིག། འོ་ད་དེ་དངོས་གནས་དྲང་གནས་ཡིན་ནི་རེད། ད་ཁོ་རང་ཚོའི་ཕྱིར་དེ་ད་ད་ད་བར་འོ་ཟེར་གྱིན་ན་ད་ངོ་ཆེས་མ་ར་ད་ད་ད་བར་རེ་སྐོང་རེ་སྐོང་ན་ཕྱི་ན་ད

ད་གཟོད་རང་ལུས་མེར་སྲེག་གཏོང་ནོ་ཅེས་ཇེ་མང་དུ་འགྲོ་གི་འདུག་ད་གཟོད་ཇེ་མང་དུ་འགྲོ་གི་འདུག་རྒྱུ་མཚན་ཅི་རེད་ཟེར་ན་ད་གཟོད་ཟེར་ན་ད་རང་སྲོག་མེ་གཏོང་གི་འདུག་གུ་དམིགས་ཡུལ་འདྲ་མོ་ཟེར་ན་ད་མཛའ་གྲོགས་འདྲ་མོ་བྱེད་བཞིན་འགྱོ་གི་འདུག་རྒྱུ་མཚན་ཅི་རེད་ཟེར་ན་ད་ད་རྒྱ་མི་གི་ངོ་མ་ད་ནམ་རྒྱུན་ན་ད་དྲག་གནོན་ཟིག་ར་ཅིག་དམག་ར་ནི་མི་འདའ་ཟིག་ད་ཁ་ན་བཟང་བཟང་བ་ད་ཡོད་རེད་ད། མིའི་འདའ་གཟིགས་ར་དྲག་ནོར་གཟིགས་ཡེ་ཡེ་འདའ་ན་ད་དེ་ང་རང་ཚོ་ད་ངོ་ནས་དྲང་ནས་ཅིག་འགྲོ་བ་མིའི་ཐོབ་ཐང་གཟིགས་ར་ནས་ཅིག་མི་གཟིགས་ཡིན་ན་ད་གཙོ་བོ་འགྲོ་བ་མིའི་ཐོབ་ཐང་དགོས་རེད་ད་མི་ཆོས་ལུགས་དར་མའི་རང་དབང་དེ་ནས་དམར་གཞུང་རང་དབང་འགྲོ་འདུག་རང་དབང་ལ་སོགས་བ་དུ་མ་དགོས་རེད་ད་དུ་མོ་ཟིག་མི་ཡི་རྒྱུ་མཚན་ད་ཐབས་ཨི་ཐུག་སེ་ལེ་ནི་ད་ནི་ད་འོ་ཟིག་ཡིན་ན་ད་མཛའ་གྲགས་ཇི་བཞིན་ཡོང་འདུག་རྒྱུ་མཚན་དེ་རེད་ད་འོ་ཟིག་ཡིན་ན་འོའི་ག་ནས་ལྟ་འདི་ར་ནི་ད་གཞི་གཡོག་པོ་ཟིག་བྱེད་ད་གི་ཅིག་རྒྱ་མི་ཡིན་གྱི་ན་ད་གཡག་པོ་ཟིག་བྱེད་གི་མེད་ད་ནི།